ཡ། ད་ཁ་བ་གངས་ཅན་པའི་གླིང་སྟེང་འདི་ན་ལ་ཡ། ཕྱུགས་རྫི་ལྕགས་ཕྱུ་བ་ཅི། འདི་ནི་མགོ་ལོག་པད་མ་བཟང་པོ་ཟ་ཅིག་གི། འདི་ན་ལ་ཡ། ངན་པ་བླ་སྲོ་ལ་ནི་ཅིག་ལ་དེ་གི་འདུག། མིང་བྲི་སྟངས་དེ་ཁྱད་མཚར་གྱི་བྲི། ངན་པ་བླ་སྲོ་ངན་པ་བླ་སྲོ་ཟེར་ནི་ཅིག་བཤད་དེ་གི་འདུག་བ། ཁྱོད་རང་བོད་ཡིག་ཤེས་ཀྱི་ཡོད་ན་དེ་གཅིག་ཀློག་རོགས་བྱོས། ཉམས་མ་ས་ཉམས་པ། ས་ལ་ད་ལ་ར་ལར་གའུ་ས་ན་རུ་སོ། ཉམས་པ་ལ་སོ་ཟེར་ནི་ལབ་ཀྱི་ཡོད་རེད། ད་ཉམས་པ་ལ་སོ་ལ་ཡ་དེ་གང་ལ་ཡ། ཚོགས་པ་འདི་གང་ལ་ཡང་མདོར་བསྟོད་ཀྱིས་ཞུས་ན་བསམས་སོང། ཉམས་པ་བླ་སྲོག་ཟེར་བའི་ཚོགས་པ་འདི། ཨ་ནི་གཅིག་གི། ཆོལ་ཁ་བྱེ་བྲག་པ་གཅིག་དང་ཆོས་ལུགས་བྱེ་བྲག་པ་གཅིག་ལ་ཡང། ལྟོ་གོས་ལ་མ་འདྲིས་བ་དང། སོ་སོ་གི་རྐུབ་བཀྱག་ལ་མ་འདྲིས་བ་དང། སོ་སོའི་ཆོལ་ཁ་དང་ཆོས་ལུགས་གཅིག་གི་མི་གཅིག་ལ་ཡང། ཨ་ནི། ཁ་ལོ་བར་ད་ང་རང་ཚོ། སྲིད་དོན་ཐོག་ནས་མ་འདྲིས་པ། དེ་འདྲ་རྩ་བ་ཉིད་ནས་མ་རེད། ཉམས་པ་སླར་གསོ་ལ་ཡ་དེ་ཆགས་ཡ་དེ་ག་འདྲས་སུ་ཆགས་སོ། ཁྱེད་རང་ཚོ་ཚང་མ་ཧ་གོ་གི་ཡོད་ཤག་རེད་བ། ཉམས་པ་ལ་སོ་ཟེར་དེ། ཉིས་སྟོང་ཉིས་རྩ་གཅིག་གི་སྤྱི་ཟླ་ལྔ་བའི་ཚེས་ཉི་ཤུ་རྩ་བཞི། ཞོ་སྐད་ཆུ་ཚོད་དགུ་བའི་ཐོག་ལ་ཡ། དགུ་བ་ཡིན་ན་བཅུ་བ་ཡིན་ན་གཅིག་ལ་ཡ། གསར་འགོད་གསལ་བསྒྲགས་བྱས་སོང་བ། གསར་འགོད་གསལ་བསྒྲགས་བྱས་ཚར་བའི་རྗེས་ལ་ཡ་ནི། ཉམས་པ་ལ་སོ་ཟེར་དེ་ཆགས་རེད་ཉམས་པ་ལ་སོ་ཟེར་གསར་འགོད་གསལ་བསྒྲགས་དེ་ག་རེ་བྱས་ར་ཧ་གོ་གི་ཡོད་བ། བོད་མི་མང་སྤྱི་འཐུས་ལྷན་ཚོགས་སྐབས་བཅུ་དྲུག་པའི་ཚོགས་ཐེངས་བཅུ་པའི་གྲོས་ཚོགས་མཐའ་མའི་ཐོག་ལ་ཡང། སྤྱི་འཐུས་བཞི་བཅུ་ནས་སྤྱི་འཐུས་སུམ་ཅུ་སོ་གཅིག་གིས་མང་མོས་གསུམ་ཆ་བཞི་གི་མང་དཔེ་བྱ་བ་དེ་ཡང་ལོག་འོང་རེད། དེ་ནས་ཉམས་པ་བླ་བསོ་ཆགས་ཡོད་པ་རེད། ཉམས་པ་བླ་བསོ་གིས་ད་ལྟའི་ཞུ་གཏུག་ག་རེ་རྒྱག་ཡོད་ནས་ལས། འདི་དམངས་གཙོ་ཀ་བ་གསུམ་སུ་གཅིག་ལ་ཡ་ཞུ་དུག་བརྒྱ་ཡོད་མ་རེད་དེ། དམངས་གཙོ་ཀ་བ་གསུམ་ལ་ཡ་ནི་བྱེ་ཐང་ནོག་སོགས་ཟེར་ནི་རྩ་བ་གཉིས་ནི་ལ་ཡ་ཡོད་མ་རེད་དེ། ད་ལྟའི་ཉམས་པ་བླ་སྲོག་གིས་ཡ་ནི་ཞུ་དུག་བརྒྱ་དེ་ཡ་དང། འགྲིག་གི་མི་འདུག་ཟེར་དེ་ཡ་དེ་ཚོ་ཆ་ཚང་གཅིག་ག་རེ་ལ་ཐུག་དེ་ཡོད་རེད་ཐུག་ས་སུ་ལ་ཐུག་དེ་ཡོད་རེད། དམངས་གཙོ་རྡོག་རོགས་ལྟ་ཉན་དུ་འཛོ་འགྲིག་གི་མི་འདུག། སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ནས་ད་ང་རང་ཚོ་བོད་ནས་ཚུ་རྒྱ་གར་ལ་གླས་རེད་བ་འདི་ཚོ་གླས་ཡས་དེ་ག་རེ་རེད། རྒྱ་མི་གི་སྡུག་པོ་བཏང་སྟངས་དེ་འགྲིག་གི་མི་འདུག། སྲིད་ཇུས་ཟིན་སྟངས་དེ་འགྲིག་གི་མི་འདུག་ཟེར་ནས་ང་ཚོ་ཚུ་བྲོས་འོང་རོགས། དེ་ནས་རྒྱ་གར་ནང་ལོགས་ལ་གླས་ནས་ལས། རྒྱག་གི་བྱེད་སྟངས་ནང་བཞིན་བྱས་བསྡད་པ་ཡིན་ན་འདི་འགྲིག་གི་མི་འདུག་ཟེར་ནས་ཉམས་པ་སླར་གསོ་དེ་ཆ་འཇོག་རེད། ཉམས་པ་སླར་གསོ་གི་ད་ལྟ་བར་དུ་སྤྱོད་འཇུག་བྱས་བ་འདི་ནང་ལོགས་ལ་ཡ་ནི་སྤྱོད་འཇུག་ཞུས་མི་སྤྱོད་འཇུག་མ་རྙེད་ཁ་ཡོག་གར་བྱས་སོང། ཉམས་པ་སླར་གསོ་གི་སྤྱོད་འཇུག་དང་པོ་དེའི་ཆེད་དུ་ཁྲིམས་ཞིབ་ཁང་གི་ཁྲིམས་དཔོན་རྫུན་མ་གསུམ་ཡི་གེ་དག་པོ་བསོད་ནམས་ནོར་བུས་གཙོས་པའི། ཨ་ནི། མི་གསུམ་འདི་ཡི་གེ་ཡག་ལ་ཡག། མ་དགོས་དྭང་ལག་གི་ཡི་གེ་ཡག་ལི་ཡང་འདི་འགྲིག་གི་མི་འདུག་ཟེར་ནས། ཉམས་པ་བླ་སྲོག་འདི་ཆ་འཇོག་རེད་དེ། སྤྱོད་འཇུག་འདི་བྱས་ཡོད་རེད། ཉམས་པ་བླ་སྲོག་གིས་ད་ལྟ་འགྲིག་གི་མི་འདུག་ཟེར་ཡ་འདི་མི་མང་སྤྱི་བོ་མ་རེད། སྤྱི་འཐུས་གྲོས་ཚོགས་ནང་ལོག་ལ་ལྟ་ཞུ་དང་ཁྱོད་རང་ཚོ། བོད་མི་མང་གི་གདམ་བཞག་པའི་སྤྱི་འཐུས། མང་པོ་ཅིག་གིས་འདི་འདུལ་བ་ཡོད་མ་རུང་བ་འདི། ཐུག་འདི་ཡ་འདི་འདི་ལ་ཐུག་འདི་ཡོད་རུང་བ། འདི་མ་གཏོགས་ཅི་གི་དར་ནག་ཚོགས་པའི་བྱེད་པ་ནང་བཞིན། ལྐོག་ཟ་རེད་འདུག་རེད་འདུག་མ་ཉེས་ཁ་ཡོག་རེད་འདུག། དོལ་རྒྱལ་དང་འབྲེལ་བ་ཡོད་ས་རེད་ཟེར་ཡ་སོགས་པའི་མ་ཉེས་ཁ་ཡོག་གིས་ཨ་ནི་བཅོས་འཇུག་ག་དུས་བྱས་སོང། ཉིས་སྟོང་བཅུ་དྲུག་ནས་བྱས་ནས་ཉིས་སྟོང་ཉི་ཤུ་རྩ་གཅིག་བར་དོ་ལ་ཡང་ཨ་ནི། དར་ནག་ཚོགས་པ། གིས་ཐུབ་བསྟན་མཐོ་དམན་མི་ལ་རང་བཙན་ལྷག་བསམ་ཁ་རི་ཁར་ཐུག་ཟེར་ཡ་སོགས་པ་མི་དེ་འདྲོག་གིས་ཨ་ནི། གཞོན་མི་བཅོས་འཇུག་མ་ཉེས་ཁ་ཡོག། ག་འདྲས་བྱས་སོང། རྒྱལ་བ་རིན་པོ་ཆེ་འཁྲུངས་གང་བཏགས་ས་ནང་ལོགས་ལ་ཡག་ནས་ད་ཆ་ནག་པོ་ཁེངས་ནས་བསླད་སོང་བ། རྒྱལ་བ་རིན་པོ་ཆེ་གི་སྐུ་ཡི་སྐུ་ཚབ་སྲུང་ཡི་སྲུ་ཚབ། ཨ་རི་དོན་གཅོད་ནང་ལོགས་ལ་ཡག། རྫུན་བཟོ་བ། བཀའ་ཤག་གང་ཚང་རྐུ་མ། རེད་བ། བཀའ་ཤག་གང་ཚང། མ་བི། ཟེར་ནས་བཤད་དེ་སོང་བ། ད་ལྟ་ཉམས་པ་སླར་གསོ་དེ་གིས་ཡང་ནི་ཡི་གེ་ལ་ཡར་ཞུ་གཏུག་རྒྱ་ཡལ་དང། འགྲིག་གི་མི་འདུག་ཟེར་ཡ་འདུག་ད་ཚང་མ་ཇི་ག་ར་ག་ལ་ཡར་བཤད་སོང། བཀའ་ཤག་ག་ལ་ལག་གི་ཡོད་མ་རེད། སྤྱི་འཐུས་ལྷན་ཚོགས་ལ་ལག་གི་ཡོད་མ་རེད། ཆེ་མཐོ་ཁྲིམས་ཞིབ་ཁང་གི་ཁྲིམས་ཁང་ལ་ཡར་རྩོད་རྒྱག་གོ་མ་རེད་དམངས་གཙོ་ཀ་བ་གསུམ་སུ་ཞིག་ལ་རྩོད་རྒྱག་གོ་མ་རེད་བཅུན་གཅོད་བྱེད་ཀྱི་ཡོད་མ་རེད་དེ། ཤེས་པར་བྱེད་དགོས་གོ་རེད། ང་རང་ཚོ་གཏམ་དཔེ་བརྗོད་ཡོད། ཨ་མ་དང་མནའ་མ་ངོ་ཤེས་པར་བྱེད་དགོས་རེད། ཨ་མ་དང་མནའ་མ་ངོ་ཤེས་པ་བྱེད་དགོས་གོ་རེད། ཡོད་རེད་བ་དམ་པས། ཨ་མ་དང་མནའ་མ་ངོ་མ་ཤེས་ན་མགོ་ལོག་བརྩིགས་རེད་བ། འདི་ནང་བཞིན་རེད། ད་ལྟའི་ཉམས་པ་བླ་སྲོག་གི་མི་སྣ་འདི་ཚོ། ཐད་གཏོང་ནང་ལ་ཐོང་དེ་ཉལ་དོན་དེ་ཉལ་ཡིན་ནའི་འདྲ། དམིགས་བསལ་གྱི་ལ་གི་ཡོད་ད། ས་གནས་ས་ཐོག་ལ་དོན་དེ་ཉལ་དེ་ཚོ་ཡིན་ནའི་འདྲ། འདི་གའི་ཚང་མ་གྱིས་ཡག་པོ་གྱིས་གཟིགས་ད། སྲིད་དོན་དང་འབྲེལ་བ་སུ་དོ་ད་ད་པ་དོ་སྲིད་དོན་འཁྲབ་བྱ་ཉིན་སུ་དོ། བཙན་བྱོལ་བོད་གཞུང་གི་ཆབ་སྲིད་ནང་ལ་འཛུལ་དེ་ཉིན་སུ་ཅི་ཡོད་མ་རེད་དེ། ཚང་མ་མི་མང་དཀྱུས་མ་རྐྱང་རྐྱང་གཅིག་ཆགས་དེ་ཡོད་རེད། འདི་ཤེས་པ་ཆེ་གུ་གུ་རོ། ཉམས་པ་ལ་སོ་དེ་ལ་ངན་པ་ལ་སོ་ལས་བྱེད་འགོ་ལོག་དཔེ་མ་བཟང་མ་སོ་ག་ལ་དེར་ད་ངོ་ཚ་གི་མི་འདུག། ཉམས་པ་བླ་སྲོག་གི་སྤྱོད་འཇུག་བྱེད་འཇུག་ཆ་ཚང་བཅས་ལས་ཡ་དེ། བོད་མི་མང། ཕྱི་ནང་གཉིས་ཀྱི། རྒྱབ་སྐྱོར་ཡོད་དེ་རེད་ད་ག་ནང་བཞིན་སྤྱི་འཐུས་གྲོས་ཚོགས་ནང་ལོག་ལས་རྒྱབ་སྐྱོར་ཡོད་ཉེས་མང་པོ་ཡོད་རེད། དེ་ཚོ་ཤེས་པ་བྱེད་རོགས་བྱེས། རེད་བ། འདི་ཞུ་འདོད་བྱས་སོང། ད་ཉམས་པ་བླ་སྲོག་གི་ད་ལྟ་བར་དོ་ལ་ཡ་སྤྱོད་འཇུག། མ་ཉེས་ཁ་ཡོག་ཞུ་མི་སྤྱོད་འཇུག་ག་རེ་བྱས་སོང་གཅིག་སྟོན་ཤོག་ད་དཔང་རྟགས་ཁུངས་རྟགས་ཡོད་འཇུག་གཅིག་སྟོན་ཤོག་ད། སྟོན་ཡོད་མེད་བ་སུ་བྱེད་ལ། ཉམས་པ་བླ་སྲོག་གི་ཞུ་གཏུག་ཡིན་ནམ་མེད་ན་ལྟེ་བ་དེ་ག་རེ་རེད། ཆབ་སྲིད་སྤྱི་ཁང་གི་ཁྲིམས་ཁང་ཡི་གེ་ལ་ཡང་བཙན་བཟུང་བྱེད་ཀྱིན་འདུག་འགྲིག་གི་མི་འདུག། ད་ལྟ་སྤྱི་འཐུས་གྲོས་ཚོགས་ནང་ལོ་ལིའི་གྲོས་ཆོད་ཡིག་ཆ་ཨང་སུམ་ཅུ་སོ་དགུ་དེ་བཀླགས་བསྡད་ཡོད་རེད། འདི་གཙང་མ་ཆགས་ཆགས་པོ་དང་ཆེས་མཐོའི་ཁྲིམས་ཞིབ་ཁང་གི་ཁྲིམས་ཁང་དེ་སྟོང་པ་བཟོ་དགོས་ཡོད་ཟེར་ནི། ཞུ་གཏུག་འདི་རྒྱག་དགོས་བ་རེད་བ་ད། ཁྱེད་རང་ཚོ་ཚང་མ་གི་ཧ་གོ་གོ་རོ་བ་དེ་ནི། གཅིག་གི་གྲོས་ཚོགས་ཀྱི་ཐག་གཅོད་མ་བྱས་པ་ལ་ཡང་ཡང། ཡ་ཡོང་ཆོག་གི་མ་རེད་མ་སྤི་ཆོག་གི་མ་རེད་བ་དེ་ཚོ། གཅིག་གི་གྲོས་ཚོགས་ཀྱི་ཐག་གཅོད་གོ་གོ་རོ་བ། སྤྱི་འཐུས་སྐབས་བཅུ་དྲུག་པ་ཚོགས་ཐེངས་ཚོགས་ཐེངས་བཅུ་བའི་གྲོས་ཚོགས་མཐའ་མ་གྲོས་ཚོགས་མཐའ་མ་གི་ཚོགས་ཐོངས་བཅུ་བའི་ཐོག་ལ་ཡ། ནོར་ཡོད་པ་ཨང་དུ་བཏང་ནས་ལས། གཅིག་གི་གྲོས་ཚོགས་ཚོགས་ནས་ནི་འདི་ནོར་འདུག་ཟེར་ན་ཁོང་ཚོ་ཡ་བཞག་གོ་ཡོད་ཟེར་ན་ལ་གོ་གོ་རོ་བ་དེ། འདི་མ་གཏོགས་ཅིག་ས་འོག་ད་དག་གི་མི་ཁ་ཤས་ཅིག་གིས་ཡ་ནི་ཡི་ག་ལས་ཡ། ཚེ་མདའ་བསྡུ་རུག་བྱས་ནས་ཡ། ཡོང་བསྡད་ཡ་དེ་འདྲ་གི་དམངས་གཙོ། རྩ་ཁྲིམས་ནང་ལ་ག་བ་འཁོད་འདུག་དམངས་གཙོ་ལུང་པ་སུས་དེ་འདྲ་བྱེད་ཀྱི་འདུག། ཡོད་མ་རེད་དེ། ང་ཚོ་བཙན་བྱོལ་བོད་གཞུང་གི་ནང་ལོགས་ལ་ཡ་ནི་ས་འོག་ད་དག་དེ་ཚོ་མ་གཏོགས་སུ་གཅིག་གི་འཛམ་བུ་གླིང་གི་དམངས་གཙོ་ཡང་དག་པར་ལག་ལེན་བསྟར་མཁན་སུ་གཅིག་གི་རྩ་ཁྲིམས་ནང་ལ་དེ་འདྲ་ཡོད་མ་རེད། སྤྱིར་གྲོས་ཚོགས་ཀྱི་མ་དཔེ་གསར་བ་ད་ལྟ་ཁ་ཤས་ཤིག་གི་མཚན་རྟགས་བརྒྱབ་ནས་ཡར་ཤོག་ནས་ཡོང་ནས་འབྲི་གི་ཡོད་རེད་ཟེར་ནས། དམངས་གཙོ་ལུང་པ་སུ་གཅིག་ལ་ཡོད་མ་རེད་ད་དེ། དང་པོ་འདི་ཤེས་པོ་བྱེད་དགོས་དགོས་རེད་ང་རང་ཚོ། དེ་བ་དེ་ལ་རྙོག་གླིང་བསླངས་དེ་ཡ་བཤད་དེ་ཡ་བྱུང་དེ་ཡ་ཚང་མ་ག་ནས་བྱུང་སོང། ཆབ་མདོ་ཁྲིམས་ཞིབ་ཁང་གི་ཁྲིམས་དཔོན་རྫུན་པ་གསུམ་དེ་འགྲིག་མ་འགྲིག་ནི་བྱས་སོང་ཨ། སྤྱིར་དུ་གྲོས་ཚོགས་ཀྱི་མ་དཔེ་བྱ་བ་དེ་ཡ་ནི་འཛིན་སྐྱོང་བཀའ་ཤག་གི་བཀའ་ཆད་ནི་རྟག་པ་རྒྱག་དགོས་རེད་དེ། མི་འདི་ལ་ཡར་བ་ང་ཚོ་འདི་ལྟ་ཡར་བ། གཅིག་ཏུ་འཇུ་ཚོད་ཀྱི་མ་དཔེའི་བྱང་ཆུབ་དེ་ལས་ཆེ་མཐོང་སྤྲད་མཐོང་སྤྲད་བསྙེན་པ་སྤྲད་བཞུགས་བྱས་སོང། འཛིན་སྐྱོང་འཛིན་སྐྱོང་བཀའ་ཤག་སྐབས་བཅུ་བཞི་པ་དང་བཀའ་ཤག་སྐབས་བཅོ་ལྔ་བར་གྱི་ཀླད་གོང་ནས་ས་ཡ་ས་ཡ་བཟོས་ཞོག་རེད་དེ་ལས་ཐུགས་རྗེ་ལེགས་པོ་མི་འདུག་བ། དངོས་གནས་ཁོ་རང། བོད་སྤྱི་བ་ལས་ཞབས་ཅུ་ཞུས་ནས་ད་ལོ་ངོ་མང་པོ་བྱས་ལ་ཡ། ཕྱི་སྡོད་ཚོགས་ཆུང་གནང་དེ་ཉེས། ག་ཚོད་ཡོད་རེད། ཚོགས་གཞོན་གནང་དེ་ཉེས་ག་ཚོད་ཡོད་རེད་ད་ལྟ་བར་དུ། མི་འདུག་བ་སུ་བྱེད་ལ། ཐུགས་རྗེ་ལེགས་པོས་སུ་ལ་སྤྲད་ཡིན། ཡ་གཅིག་ལ་ཤོད་ད། མི་དགོ་བའི་ཁྲིམས་འགལ་བྱས་བསྡད་ཉེན་གཅིག་གི་གྲོས་ཚོགས་དེ་ལྟ་བ་ཞིག་ང་ཚོ་མ་བཅུག་ནས་ལྷག་བསྡད་ཡ་བཟོ་དགོས་ཉེན། ལྟད་བ་དེ་དྭགས་པོ་བསོད་ནམས་ནོར་བུ་གཙོས་པའི་ཁྲིམས་དཔོན་གསུམ་དེ་རེད་བ། དྭགས་པོ་བསོད་ནམས་ནོར་བུ་ལ་ཡ་ནི་ཐུགས་རྗེ་ལས་བུ་གི་གཟེངས་རྟགས་སྤྲད་སོང་བ། དྭགས་པོ་བསོད་ནམས་ནོར་བུ་ལ་རྒྱ་བ་རིན་པོ་ཆེ་མཇལ་ཁ་བཏང་སོང་བ་མཇལ་ཁ་བཏང་ཡ་ཡོད་ནི་བཀའ་ཤག་བཀའ་ཤག་ཟུར་པ་དེ་ཚོ་བཏང་ཞོག་དེ་བཀའ་ཤག་སྐབས་བཅུ་བཞི་པ་གི། བཀའ་བློན་རྣམ་པ་དང་བཀའ་ཤག་སྐབས་བཅོ་བཅོ་ལྔ་པ་པོའི་བཀའ་བློན་རྣམ་པ། སྲིད་སྐྱོང་ཟུར་པ། ཚང་མ་གནང་ཞུ་དང་བཏང་དང་དང། མི་འདང་བ་ཆུ་མཛོད། འཛིན་སྐྱོང་གི་གནང་སྟངས་དེ་འདི་འདྲས་རུ་བ་དང། མི་ནག་པོ་བྱང་ཆུ་དེ་གཙང་མ་བཟོས་རྒྱལ་བ་རིན་པོ་ཆེ་རྒྱབ་ལ་སྦྱར་ནས་གཙང་མ་བཟོས་ཡ་འཁྲུ་ཡ། འདི་མ་གཏོགས་མི་འདང་བ་ནི། ད་ལྟ་བོ་དོ་ལ་ཡ་ནི། འདས་པའི་ཟླ་བ་ལྔ་དྲུག་བདུན་ནང་ལོགས་ལ་ཡ་ནི། བོད་ཕྱི་ནང་གཉིས་ལ་ཡ་ཕན་ཐོགས་ཡ་གི་ག་རེ་བྱེད་བཞིན་ཡོད། བོད་ནང་ལོགས་ལས་ཨ་ནི་གི་བདེ་སྡུག་ལས་ཕན་ཡག་ཆེད་དུ་ག་རེ་བྱས་བྱས་ཡོད། བཙན་བྱོལ་ནང་ལ་ཡོད་ཉེན་གྱི་ཨ་ནི་བོད་མི་དེ་ཚོ་ཆེད་དུ་ག་རེ་བྱས་བྱས་ཡོད། ཨ་ན་རྒྱས་འགྲོ་སོང་རོགས་རོགས་རོགས་རགས་ཡོད་མ་རེད་ཨ་ན་རྒྱས་གི་ཨ་ནི་རྩ་དོན་ཆེད་དུ་ལ་རོབ་ཅོག་རགས་ཡོད་མ་རེད། ད་འདུག་ཅིག་བཤད་ར་ཞིག་དེ་ཉམས་པ་ལ་སོ་དེ་ལ་ངན་པ་ལ་སོ་ར་ཅིག་ལ་དེ་ག་བྱས་ངོ་ཚང་མེད་དེ་མགོ་ལ་པད་མ་བཟང་པོ། ཡ། མགོ་ལོག་པད་མ་བཟང་པོ་ལ། ཉམས་པ་ལ་སོགས་ཀྱི། ཨ་ནི་ཅིག། བླ་གསོལ་བྱེད་ཡ་དེ་འགྲིག་གི་མི་འདུག་ཟེར་ནས་ནོར་བསྡད་ཀྱི་འདུག་ཟེར། ད་ལྟ་རྡོག་རྡོག་བྱས་ན་དགྲ་ངོ་ཤེས་ཀྱི་མི་འདུག་ཟེར་ནས་འདི་ལ་གོ་རོ། ཁྱོད་རང་གིས་སྤྱི་ཚོགས་དྲ་རྒྱ་དེ་ཚོ་ལྟ་གི་ཡོད་ས་མ་རེད། ཉམས་པ་ལགས་སོགས་ཀྱིས་དྲག་ངོ་ཤིང་གི་ཡོད་རེད། མཐའ་འདིང་ག་ལ་དོན་སྙན་གི་མཐའ་འདིང་ག་ལ་དོན་འདི་ཡོད་རེད། རོ་ཨ། ཉིས་སྟོང་ཉིས་ས་གཉིས་གི་ད་ལྟ་དགུན་རྩེད་རྩེད་མོ་འདི་གང་ལ་ཡང་གནས་གཅིག་སྐད་འབོད་རྒྱ་ཉན་ནང་ལོག་ལ་ཡ་ཉམས་པ་ལགས་སོགས་ཀྱི་མི་ག་ཚོད་འདུག། རོ། ཉམས་པ་བླ་སྲོག་ལེགས་སི་དུས་གཅིག་གི། མི་གཅིག་གཉིས་མར་བཏགས་ཏེ་ཉམས་པ་བླ་སྲོག་ལ་དུས་བོད་ཕྱི་ནང་གཉིས་ལ་ད་གཅིག། རྒྱབ་སྐྱོར་བྱས་དེ་ཉིད་ཆ་ཚང་བྱེད་ཡོད་རེད་ད་རྒྱ་བོད་འབྲུག་གསུམ་ཕྱི་རྒྱལ་ཡུལ་གྲུ་གང་ནས་ཨ་ནི་གཅིག། རྒྱབ་སྐྱོར་བྱས་དེ་ཉིད་ཡིད་ཆེས་བྱས་དེ་ཉིད་དེ་ཚོ་ཆ་ཚང་བྱེད་རེད་ད། ཡི་གེ་ཐང་ཐིང་གང་ལ་ག་ཚོད་དོན་ཡོད་རེད། དང་ན་གཞི་རེ་གདོང་དང་གདོང་བསྟུན་དེ་ཉིད་དེ་ཚོ་གི་ཡི་གེ་ཐང་ཐིང་གང་ལ་དོན་ནི། སྐྱེན་པོའི་རྒྱལ་ཁབ་ཏུ་བ། མཐོང་གོ་ཏུ་བ། བསོད་ནམས་ཁྲ་བར་འཕྲོ། བསྟན་འཛིན་ལུང་རྟོགས་ལགས། ད་ག་ནང་བཞིན་ང་རང་ཚོ་དེ། དྲ་གྲོགས་གཏམ་ཚེས་ལགས་སུས་ཀྱི། ཨ་འདི་ནས། ཁ་བ་དཀར་པོ་བོད། དེ་གའི་ཚང་མ་གཅིག་གི།

ཉམས་པ་ལ་སོགས་མི་དེ་ཚོ་དོན་དེ་ཡོད་རེད་ད་དེ་ཚོ་མཐོང་པོ་བྱེད། ཧ་གོ་བོ་བྱེད། ཡ་འགྲིག་གི་འདུག་ཉམས་པ་ལ་སོགས་ཀྱི་ད་ལྟ་བྱེད་སྟངས་དེ་ཨ་ནི་བཙན་བྱོལ་བོད་གཞུང་ལ་ཡ་ཨ་ནི་ཞུ་གཏུག་རྒྱག་སྟངས་དེ་ཚོ་འགྲིག་གི་མི་འདུག་ན། ཁྱོད་ཤེས་པ་ཕོ་ཡིན་འཛིན་སྐྱོང། གི་གནང་སྟངས་དེ་ཚོ་ཡག་པོ་ཅིག་གནང་བཅུག་ད། དམངས་གཙོ་ཡང་དག་པ་ཅིག་དང་དངོས་གནས་ཁོ་རང། མི་དམངས་ལ་ཡ་ཨ་ནི། ཕན་ཡག་ཅིག་གི་བཀའ་མོལ་གནང་ད་བོད་ཕྱི་ནང་གཉིས་ཀྱི་ལ་ཡ་ཨ་ནི། བདེ་སྡུག་སེལ་ཐུབ་ཡག་ཅིག་ཏུ་ཕྱག་ལས་ཅིག་གནང་ད། ལོ་རྒྱུས་ཡང་དག་པ་ཅིག་བཤད་དང་རྒྱལ་རབས་ཡང་དག་པ་ཅིག་བཤད་དང། ཨ་ནི་མ་འོངས་བོད་ཀྱི་སོན་རྩ་དེ་ཚོ་ལ་བསླབ་བྱ་ཡང་དག་པ་ཅིག་ཡང་དག་པ་ཞིག་བརྒྱབ་དང་སློབ་ཡོན་ཡང་དག་པ་ཅིག་སྤྲད་དང། མ་འོངས་བོད་ཀྱི་ཆོས་དང་རིག་གཞུང་སྲུང་འཛིན་གནའ་ཉན་དེ་ཚོ་རྒན་ལོན་ཡང་དག་པ་དེ་ཚོ་ལ་ཡང་ཞུམ་མེད་གཅུན་གཅུན་མ་ཉེས་ཁ་ཡ་དེ་འདྲ་མ་བྱེད་དང། རོ། ཨ་ནི་ཉམས་པ་ལ་སོགས་དེ་གི་ཁ་ཕྱོགས་དེ་བརྒྱ་ཆ་བརྒྱ་རྒྱུག་གོ་རེད་དང། རོ། དེ་དུས་ཉམས་པ་ལ་སོགས་ཀྱི་ཁ། ཁ་ཕྱོགས་དེ་ཡང་ནི་རྒྱ་མི་གཞུང་ཚབ་དང། ཨ་ནི། འཛམ་གླིང་མཉམ་འབྲེལ་རྒྱལ་ཚོགས། འཛམ་གླིང་འཕྲོད་བསྟེན་ལས་ཁུངས་ཀྱི་དགོངས་དག་དེ་ལ་ཡང་ནི། དོན་དེ་ཡོད་པ་དེ་བརྒྱ་ཆ་བརྒྱ་རེད་ད། ད་དེའི་དོན་ཡང་ལ་ཡ་ད་དང་པོ་ཡི་གེ་ང་རང་ཚོ་གི་འཛིན་སྐྱོང་འདི་ཡག་པོ་ཅིག་གནང་ད། དམངས་གཙོ་ཡང་དག་པ་ཅིག་ལག་ལེན་གྱི་བསྟར་ཡག་རྒྱུ་བཟོས་ཆོག་ད། འཐབ་རྩོད་ཆེད་དུ་ལ་ཡ་དངོས་གནས་ཁོ་རང་བཀའ་མོལ་ཡག་པོ་ཞིག་གནང་ཞོར་ད་རོ་ཉམས་པ་སླ་སོ་དེ་གི་ཁ་ཕྱོགས་དེ་བརྒྱ་ཆ་བརྒྱ་རྒྱུག་གི་རེད་གལ་སྲིད་བསྒྱུར་མ་སོང་ན་ང་མི་མེད། འཛིན་སྐྱོང་གི་ཨ་ནི་དམངས་གཙོ་ཡང་དག་པ་ཅིག་དང་ཨ་ནི་བོད་ཕྱི་ནང་གཉིས་ལ་ཡ་ཕན་ཡག་ཅིག་གི་བཀའ་མོལ་རྐྱང་རྐྱང་ཅིག་གནང་ཡག་ཅིག་བཟོ་མ་ཐུབ་ན་ཨ་ནི་ཆོས་མི་མེད་ད། འདི་ཡིན་ད་མགོ་ལོག་དཔོན་མ་བཟང་པོ།